ཡིན། ལྗོན་ཤིང་དངུལ་ཐོག་ལ་ཡང་མགོ་མ་བཙུགས་པའི་སྔོན་དུ་ཁ་རྩང་སྔོན་གྱི་གཉན་ཐང་ཨམ་ཨུ་ཅིའི་སྟོབས་རྒྱལ་གྱི་སྐོར་གྱི་གཉན་ཐང་གི་ཐོག་ལ་ཡང་མི་མང་པོ་ཅིག་གིས་དོ་སྣང་ཤུགས་ཆེན་པོ་གནང་པ་དེ་ལ་ཡང་བཀའ་དྲིན་ཆེ་སེམས་ཞུ་བ་ཡིན། དེ་དང་འབྲེལ་བའི་གསལ་བཤད་ཐུང་ཐུང་ཅིག་ཞུ་བ་ཡོད་དེ་དེའི་མགོ་ལ་ཡང་ཞུ་ཆོག་པ་ཅིག་ཟིན། གསལ་བཤད་ཐུང་ཐུང་འདི་ཞུ་ཡ་དེ་པད་མ་བཟང་པོ

ཨ་ནི་དངོས་སུ་སྐད་ཆ་བཤད་ཉེན་དེ་འདྲ་བྱུང་སོང། ཨ་ནི་རྩ་བའི་དེ་དང་མཉམ་འདི་གཅིག་ད་དབྱིན་ཇི་དུ་སྐད་དུ་མ་གསང་ད Warning ཟེར་བར་བ། ཨ་ནི་འཇིགས་སྐུལ་བྱེད་ཉེན་ག་ལ་གང་ཙམ་བྱུང་སོང། ཨ་ནི་བདེ་རྩོལ་ཡ། ག་གེ་ཅིག། ངའི་ངོས་ནས་སྣང་བ་རྣམ་དག་རྔམ་དྲག་འཇིགས་སྐྲག་ག་གེ་ཅིག་མེད་རྣམ་པ་ཞིག་མཐོང་དུས་ལྟར་སྣང་རག་བྱེད་སྲིད། ད་ཡིན་པ་ཡིན་ན་ཡང། ག་ཟེ་སྙིང་འདི་དངུལ་ནི་མུན་པ་ཅིག་དང་སྐྱེས་སྟོབས་ཅན་ནི་ཡང་མ་མཐིལ་ཞགས་ཅན་ཅིག་ཡིན་པ་ཡིན་ན་མི་ཟེར་ཏེ། ལྷོང་ལྟ་བས་ཅི་ཆགས་དྲུག་ར། ཨ་ནི་མི་གཅིག་གི་མི་ཚེ་ནང་ལོགས་ལ་ཡང་ལྷོང་ལྟ་བས་དེ་གི་སྡུག་ཤོས་དེ་ཆགས་ཡོད་པ་ཡིན་དུས་ག་ཟེ་དེ་མུན་པ་ཡིན་པ་ཡིན་ན་ཁོ་རང་གི་དངུལ་ནི་དོ་བདག་ཁོ་རང་གི་དངུལ་ནི་ང་དང་འབྲེལ་བ་གལ་ཆུང་མ་སོང། དོ་བདག་ཁོ་རང་གི། སྤྱི་ཚོགས་དྲ་ལམ་དོན་གྱི་ནི་ངའི་སྐད་ཆ་དེ་ནི་དངོས་བདེན་མ་རེད། སྤྱི་དང། དོ་བདག་ཁོ་ན་སྤྱི་ཚོགས་དྲ་ལམ་དོན་དེ་གཉིས་ཀྱི་སྐད་ཆ་འདྲ་མི་འདྲ་ཤེས་ལྡན་གྱི་ཡིན་དུས། ང་ནི་དོ་བདག་ཁོ་རང་སྤྱི་ཚོགས་དྲ་ལམ་དོན་གྱི་ནི་སྐད་ཆ་དེ་གཙང་མ་བཟོ་དགོས་ཅིག་དང། ཤེས་དགོས་ཅིག། ཆགས་རྡུགས་མ་ཞིག་ངེད་ཀྱིས་དེ་གསེར་བུ་བཟོ་ཡ་དང་གཙང་མ་བཟོ་ཡ་ག་གི་མེད། ཁོ་རང་རང་གིས་དེ་གཙང་མ་མ་བཟོ་བར་དུ་ངེད་ངུ་ནས་དེ་ལྟར་དུ་ངུ་འཛུལ་ཞུ་གི་ཡིན། ང་ཡང་དྲན་སྐུར་ཞོད་ཅིག་ལ་མ་ཉེས་ཁ་ཡོག་ཆགས་ཡོད་པ་ཡིན་ན་དོ་བདག་ཁོ་རང་གི་ངོས་ནས་སྤྱི་ཚོགས་དྲ་ལམ་ལས་གསལ་བཤད་བྱས་པ་ཡིན་ན་ནི་དང་ལོག་ག་རེད། ད་ནི་གནས་སྟངས་གཅིག་དེ་ངེད་ཀྱིས་བརྙན་ཐུང་ནང་ལ་མགོ་ལོག་རྡོ་རྗེའི་སྲས་བྱ་ཡ་དེ་མགོ་ལོག་བ་མམ་པ་དང་ཨ་ནི་མགོ་ལོག་བ་རེ་ཟང་གི་ཡང་དེ་ལ་ཡ་བསམ་ཚུལ་ལས་དེ་ཅིག་བྱེད་ཀྱི་ཡོད་རེད། དེའི་ཐོག་ལ་ཡ་ཡང་ང་གཅིག་གིས་ང་གཉིས་ཐོག་ནས་འབྲེལ་བའི་ཕྲན་བུ་ཞིག་ནི་བྱུང་སོང། མགོ་ལོག་རྡོ་རྗེའི་སྲས་དེ་ཀོ་ཡང་དག་གི་མིང་གིས་འབོད་བསྡད་ཅིག་རེད། མགོ་ལོག་རྡོ་རྗེའི་འབོད་སྐུལ་གྱི་རྒྱུ་མཚན་དེ་ཁོ་རང་བོད་ལ་ཡོད་པ་ཡིན་དུས་མགོ་ལོག་པད་མ་ཚང་གི་ཉེར་བསྡོགས་པ་དང་རྒྱ་གར་སྐད་དུ་མ་གསང་ན་ཧ་བཱན་དར་ལ་ཡོད་པ་དེའི་གཅིག་ཡིན་པའི་རྒྱུ་མཚན་ལ་བརྟེན་ནས་ཁོ་རང་མགོ་ལོག་རྡོ་རྗེ་ཞེས་བཏགས་ཡོད་རེད། ཁོ་རང་གི་ཕ་ཡུལ་དངོས་གནས་དེ་ཨ་མདོ་གཅན་ཚ་ནི་ཆགས་འདེགས་ཡོད་རེད་དེ་ཞུ་འདོད་བྱུང། དེའི་གིས། གསལ་བྱེད་འདི་ཞུས་ཚ་བིག་གིས། རྗེས་ལ་ཡང་ཇོ་ཤི་དངུལ་གྱི་ཐོག་ནས་མ་འགྲོ་བ་ཡིན་དུས། ཇོ་ཤི་དངུལ་དེ་དེ་རིང་སྐུ་ཞབས་མ་ཅར་རོང་ཅར་གྱི་སྐོར་ལ་ཡ་དྲན་འབུལ་རྒྱུ་དཔྱད་ཞིབ་བྱས་ཡིན། སྐུ་ཞབས་མ་ཅར་རང་ཅར་ཟེར་ན་ད་རྣམ་པ་སུ་ཕལ་ཆེན་མཁྱེན་ཚར་ཡོད་རྒྱུ་རེད། སྐུ་ཞབས་མ་ཅར་རང་ཅར་ཟེར་ན་མ་ཟེར་ན། དེ་ནི་ཨ་རིའི་ནིའུ་ཡོག་ནི་ཡུག་གི་ཐུབ་བསྟན་ཐོག་མེད་ཀྱི་སྐོར་དེ་ཡིན།

ལོ་བདུན་ལ་ཡར་འབྲོག་ལ་བདུན་དང། འབྲོག་ལ་བདུན་དང་གི་དོན་དག་ལ་ཡར། སོ་སོའི་མི་རིགས། རྒྱལ་ཁབ། དབུ་ཁྲིད། བཙོང་ཐུབ་ས་རེད་པས། དེ་བཙོང་མྱོང་གི་མི་དེ་གིས་ངོ་ཚུལ་ག་འདྲ་བྱེད་དགོས་ས་རེད། དེ་ནི་དང་གཅིག་རེད། དེ་འདྲ་ཡིན་དུས་ཁོ་རང་ཆགས་བཞག་པ་ཡིན་ན། ཨ་ནི་དངོས་གནས་བྱས་ན་བོད་གཞུང་ལ་ཡ། ཨ་ནི་ཅིག་བཀའ་དྲིན་རྗེས་དྲིན་བྱེད་དགོས་ཡ་ཅིག་མ་ཤེས། བོད་གཞུང་ལ་ཡ་ཅིག་ག་དུས་ཡོད་ན་སྐྱོན་བརྗོད་དང་ཟུར་ཟ་བྱེད་དགོས་ཡ་གཉིས་དང་གཅིག་ཆགས་ཀྱི་ཡོད་མ་རེད།

བཞུགས་པ་རེད། དེ་འདྲ་ཡིན་དུས་དེ་ཡི་གི་རྩིས་ང་ཡང་ད་ཡག་པོ་ཅིག་དྭངས་མ་ཐུབ་བྱས་བྱས་ནས་གྲོས་ཚོགས་ནང་ལ་ཡར་སློང་བསྡད་པའི་གནས་སྟངས་ཆགས་ཡོད་རེད། དེ་འདྲ་ཡིན་དུས་ཁོ་རང་གིས་ཨ་ནི་ཅིག། བོད་གཞུང་སའི་འོག་རུལ་པའི་བཙན་བྱོལ་བོད་མིའི་འདུག་ཚུལ་ལ་ཡང་དངོས་གནས་དཔྱད་པ་ཡིན་ན། བཀའ་དྲིན་ཆེན་པོ་ཡིན་པ་ཅིག་དང་བཀའ་དྲིན་ལ་བསམ་ཤེས་བྱེད་དགོས་པ་ཅིག་སྤྱིར་བཏང་གི་བོད་པ་ཅིག་ཡིན་པའི་ཆ་ནས། བོད་མོ་ཅིག་ཡིན་པའི་ཆ་ནས་བོད་མི་དམངས་ཀྱི་འདུག་ཚུལ་བོད་གཞུང་ག་རང་གསལ་བ་ཡིན་ན་དེ་ལ་ཡང་ཕྱག་སྤྲོ་མཉམ་འདེགས་དབུ་ར་དཔང་འདེགས་ཞུ་དགོས་པ་དེ་ལྡོག་ཏུ་མེད་པའི་འགན་འཁྲི་འདྲ་བོ་ཅིག་རེད། ཡིན་པ་ཡིན་ན་ཡང། ཏང་གིས་གོང་དུ་ཞུས་པ་ནང་བཞིན་གྱིས། ཁོ་རང་གིས་བསྙེན་དགུ་བཅུ་གོ་བདུན། སྐར་མ་ཉིས་སྟོང་བདུན་བརྒྱ་བདུན་ཅུ་དོན་བཅུ་དང་སེ་ཀེན་ཉེར་བཞི་རྩ་བཞི་སྐད་ཆ་བཤད་བཞག་པའི་བརྒྱུད་རིམ་ནང་ལོགས་ལས་བརྟས་པ་ཡིན་ན། ten percent only། བརྒྱ་ཆ་ནི་བཅུ་གཅིག་པོ། ཨ་ནི་གཅིག་དོ་བརྒྱ་ཚོགས་པ་དང་དེ་འདྲའི་སྐོར་ལས་བཤད་བཞག་པ་ཅིག་རེད།

གཅིག་ནས་ད་ཁོ་རྒྱབ་ལྗོངས་ལ་ཡ་ཨ་ནི་ཅིག་གནས་ཚུལ་ཆེན་པོ་ཅིག་ཡོད་སྲིད་པ་ཅིག་རེད། ད་ང་ཚོའི་མིང་ཐང་ལག་སེང་གི་མཐོང་བདེ་རྒྱག་བདེ་དེ་ལ་ཡ་རྗེས་འདེད་བཏང་བདེ་ནི་ཁུལ་གྱི་སོ་ཤེལ་མི་རི་ཡ་ལ་རྗེས་འདེད་བཏང་བདེ་ནི་ཡུལ་གྲུབ་ཀྱི་ཅན་ནི་ཡིན་ན་ཡང་རེད་ངོ་དེབ་ཀྱི་ཅན་ནི་ཡིན་ན་ཡང་རེད་དེ་ལ་ཡ་རྗེས་འདེད་བཏང་བདེ་ནི།

ཨ་མདོའི་ཤ་བ་གི་གདངས་པ་ལ་ཅིག་བལྟས་བྱས་ནས་བསམ་བློ་ཅིག་གཏོང་དགོས་བར་པ། ཁྱོད་རང་གི་ཡབ་དམ་པ་གིས་ལྷག་སེམས་ཟོལ་མེད་ཀྱི་ཆུ་རྒྱུན་གང་རྗེས་རང་ནུས་གང་ལྕོགས་ཀྱིས་བོད་མི་མང་དང་སྐྱབས་མགོན་རིན་པོ་ཆེ་ལ་དབུ་རུ་དཔུང་འདེགས་ཞུས་བར་པ། ད་ཁོ་རང་གིས་ཞབས་འདེགས་འདི་འདྲ་ཞུས་བསྡད་པ་ཡིན་ན་ཡབ་དམ་པ་ཡིན་ན་ཡང། ནམ་ཞིག་འཇིག་བཟོད་ན་གཟུགས་འདུས་འགྱུར་བ་ཡང། དགོངས་པ་ཞི་གོས་བསྡུ་བར་སྙིང་རྗེ། ང་ཚོ་བོད་པའི་ཐ་སྙད་ལ་ཡང་རྒྱལ་ཚོང་ལ་ཟེར་གྱི་ཡོད་རེད། རྒྱལ་ཁབ་བཙོང་ཉེན། ཤིང་འཇམ་ནང་རྩུབ་བྲོ་ལྡན་འདྲ་བ། སྤུ་ཤུར་ལ་མི་བྱེད་ནང་ལ་བྱེད་བདེ་ཉེན། སྐད་ཆ་དེ་ཁ་ཞེ་གོ་མེད་ལ་དང་འགྲོགས་པ་གི་གཏམ་དཔེ་འདྲ་ཅིག་རེད། སློང་གི་སྐབས་ལ་ཡ་ཆ་བཞག་པ་ཡིན་ན། མི་སྡུག་ཤོས་འདྲ་སྟེ། ཨ་ཁུ་འཕྲོ་སྟངས་བརྩིགས་ཡོད་རེད། ལོ་རྒྱུས་དེའི་ནང་ལ། ཨ་ཁུ་འཕྲོ་སྟངས་ཟེར་ཡ་དེ་ལོ་རྒྱུས་དེའི་ནང་ལ་ག་རེ་རེད་ཟེར་ན། ཤིན་ཀུང་ནང་ཚང་བྱེད་ངེས་རེད། གང་ལྟར་ཀྱང་ནང་གི་ཨ་ནེ་ཅིག་གནས་ཚུལ་འདྲ་བོ་དེ་འདྲའི་ག་རེ་ར་བ་ཡིན་ན་ཡ་རྒྱལ་ཁབ་ཤོས་ལ་ཡ་ཤེས།

རྒྱལ་ཁབ་བཙོང་ཉེན་རྒྱལ་ཚོང་བ་ཟས་དེ་དང་མི་དེའི་རིགས་དེ་ཆགས་ཀྱི་ཡོད་རེད། ངས་ངོས་ལེན་སྟེ་ངོས་འཛིན་གསལ་བོ་བྱེད་ཀྱི་ཡོད། དེ་རེད། དེ་འདྲ་ཡིན་ཚུལ། དེ་རིང་ངེད་ཀྱི་ཁུལ་གྱི་སྤྱི་ཚོགས་དྲ་ལམ་ཡུལ་གྲུབ་ཀྱི་གནས་སྟངས་ཟེར་ན་ཉམས་ཞིབ་ཆུང་ཆུང་གི་སྤྱི་བའི་གྲུབ་དོན་འདྲ་དེ་ག་གྲུབ་ཡོད་ཟེར་ན་གང་ལྟར་ཁོ་རང་ཁ་ནང་ལ་མ་ཤོར་ནས་ཤུགས་ལ་ཤོར་དེ་ཉིན་ཡང་དང་འགྲུག་མཛོད་ལ་ཁ་བཏང་དེ་ཉིན། བསམ་བློ་དེ་མ་ཤི་མེད་སྙིང་གི་མི་ཞིག་ཡིན་པ་ངས་ར་སྤྲོད་གསལ་བོ་བྱེད་ནས་ཞུས་ཡོད། ཁོ་རང་གིས་ནམ་རྒྱུན་སྐད་ཆ་བཤད་པའི་ཉེ་རབས་ནང་ལ་ཁོས་སྐད་ཆ་ག་དུས་བཤད་པ་ཡིན་ན་མི་མང་གི་བསམ་ཚུལ་རེད། ཁོས་གི་མི་མང་ཟེར་དེ་གི་ཚིག་དེ་གི་གོ་དོན་ལོན་གི་མེད་པ་ཡིན་ན་ངས་ཧ་མི་གོ། མི་མང་ཟེར་དེ་གི་ང་ཚོ་བོད་པའི་ཐ་སྙད་ནང་ལ་མང་ཚིག་ཟེར་དེ་སྦྱར་གི་ཡོད་རེད་པ། མི་གཅིག་གི་བསམ་ཚུལ་དེ་མི་མང་གི་བསམ་ཚུལ་ཆགས་ཀྱི་ཡོད་རེད་པས། ཡང་ན་ཁོ་རང་གི་མི་མང་ཟེར་ཡ་ཁོའི་སྐད་ཆའི་བསམ་ཚུལ་ཚང་མ་མི་མང་གི་བསམ་ཚུལ་ཡིན་པའི་ཁོའི་དཔང་རྟགས་ཀྱི་སྟོན་ཟླ་ང་ལ་འགྲེལ་བཤད་ཀྱི་རྒྱལ་དང།

ཁོའི་སྐད་ཆ་དེ་མི་མང་གི་སྐད་ཆ་མཚོན་ཐུབ་པའི་ཅིག་འདུག་པས། ཁོས་མི་མང་ཟེར་ཡ་དེ་མི་མང་དེ་སུ་ལ་ཡ་སྦྱར་གི་ཡོད། བོད་མི་མང་ལ་སྦྱར་གི་ཡོད་པས། ཡང་ན་ཅིག་ཆོལ་ཁ་བཤད་གྲྭ་བ་ཅིག་མི་མང་ལ་སྦྱར་གི་ཡོད་པས། ཡང་ན་ལང་ཚ་བཤད་གྲྭ་བ་ཅིག་མི་མང་ལ་སྦྱར་གི་ཡོད་པས། ཡང་ན་ནིའུ་ཡོག་མི་བོད་པ་བོད་རིགས་མི་མང་ལ་སྦྱར་གི་ཡོད་པས། སེའུ་བྱེད་ཤོག་ཁྱོད་རང་སྐད་ཆ་དེ། མི་མང་ཟེར་དེ་ཆོལ་ཁ་ཅིག་ནི་བེད་སྤྱོད་གཏོང་གི་ཡོད། ག་འདྲི་སྲིད་གཏོང་གི་ཡོད་དེ་གཏང་ཡག་གི། གདེང་ཚོད་དང་བློ་སྟོབས་དང་དེའི་སྤོབས་པ་དེ་ག་རེ་ཡོད་ཁྱོད་ལ། དེ་གྲོལ་བ་གྱི་གྲོལ་འདོད་ཅང་སོང། དེ་དང་ཆབས་ཅིག་ཏུ། ངོ་དེབ་ཀྱི་ཐོག་ལ་ཡང། མིང་རྫི་མ་དང་པར་རྫི་མ། བཞག་བྱས་ནས་དྲ་འབུ་མང་པོ་ཅིག། ཧ་ཅང་གི་ཐལ་དྲགས་པའི་ཡི་གེ།

ཁོ་བཙོག་པ་ཡིན་དུས་བཙོག་པ་བསྔོ་བ་ཡིན་ན་ད་ག་ཚེ་དོན་དོན་ར་ཅིག་རེད་པ་འཇིག་རྟེན་གྱི་ཆོས་ཉིད་ར་ཅིག་རེད་ཤག་ཡིན་པ་ཡིན་ན་ཡང་མང་པོ་བསྔོ་མ་དགོས་པའི་ཐོག་ནས་ཁོ་རང་གི་གནས་བབ་འདྲ་དུ་མ་བསམ་ན་ངོ་གདོང་འདྲ་དུ་མ་བསམ་ན་ངོ་འཕྲོ་བ་ཅིག་ཅི་ཡོད་བསམ་པ་ཅིག་ཡོད་རྣམ་པ་སུས་དེ་ལྟར་དེ་ཨ་ནི་བསམ་བློའི་དཔྱད་ཞིབ་ལ་ཡ་ཞག་ར་ཆེ།